སྟོན་པ་ཚད་མས་བསྒྱུར་པ་ཞེས་པའི་རྒྱུ་མཚན་དང་ནི། འཇིག་རྟེན་ཀུན་དབང་ཆོས་རྟག་པ་ཡིན་པ་ཁས་ལེན་ན་འདི་ཚོ་ཡི་དབང་ཆོས་རྟག་པ་ཡིན་པ་ཀ་ཡཱ་ཀི། ཀ་ཡཱ་ཏི། དགག་པ་སྟེ་འདི་གཉིས་ཐོག་ལ་ཡིན་ལ་གཙོ་བོ་སྟེ། དང་པོ། དེ་བརྟེན་བཅོམ་ལྡན་ཚད་མ་གཉིས་ཟེར་དུས། དེ་བརྟེན་ན་ལ་ནི་ག་རེ་བདེན་འདི་ཡོད་རེད་བཅོམ་ལྡན་སྟོན་པ་བཅོམ་ལྡན་འདས་ལ་ག་རེ་བདེན་འདི་ཡོད་རེད་གསུངས་ན།

ཡིན་དགོས་ཏེ་ཡིན་ན་ཡང་ནི་དབང་ཕྱུག་གི་ཤེས་པ་དེ་ལ་ཡང་ནི་ཤེས་པ་སྔ་མ་ལ་བརྟེན་ནས་ཕྱི་མ་ཕྱི་མ་སྐྱེ་ཡི་དགྲ་ཇི་ཙམ་དེ་ལས་ནི་ཕན་འདོགས་ཡི་འདུག་ལའོ། འདིའི་ལན་དུ་ཡང་ནི་ཁོ་ཚོས་གར་ཟེར་བ་ཟེར་ན་དབང་ཕྱུག་མི་དབང་ཕྱུག་དེ་མི་རྟག་པ་རེད་ཡིན་ན་ཡང་རང་བྱུང་གི་ཚད་མ་རེད་ཟེར་བ་རེད། རང་བྱུང་གི་ཚད་མ་ལ་དེ་ཡང་ནི་ང་ཚོས་གར་སོང་ནས་མི་རྟག་ན་ཡང་ཚད་མ་ཉིད་ཟེར་གྱི་རེད། མི་རྟག་ན་ཡང་ཚད་མ་ཉིད་ཟེར་དུས།

དཔེ་གསུམ་བྱས་ནས་གྲུབ་ཆ་གསུམ་བཞེད་དོ། འདི་དེ་ག་རེད་ཟེར་ན། དུས་ཆུ་དབྱིབས་ཀྱི་ཁྱད་པར་དང་དུས་བྱེད་པ་ལ་སོགས་པ་དང། དུས་བབ་གྲུབ་བམ་དཔེ་མ་གྲུབ་ཡང་ན་ཐེ་ཚོམ་ཟ་བ་ཡིན་ཟེར། དེས་མ་ཤེས་ངོ་ལ། དང་པོ་ང་ཚོས་ལས་ཀ་གང་འདྲ་ཞིག་བྱེད་པ་ན་ཡང་བསམ་བློ། བསམ་བློ་ཅིག་མ་བྱས་སྔོན་ལ་བསམ་བློ་ཅིག་སྔོན་དུ་འགྲོ་དགོས་དོ། དེའི་འགྲོ་བ་དེ་ལ་ཡང་ནི། འདིས་འགྲོ་བཅུག་མཁན་ཅིག་འདུག་ལབ་པ་རེད་དེ་དེ་སུ་རེད་བསམ་ན་ཁོ་ཚོ་ཡིས། དབང་ཕྱུག་འདོད་པ་རེད། བསམ་བློ་སྔོན་དུ་འགྲོ་འགྲོ་ཆུ་ཁ་འདི་དབང་ཕྱུག་རེད་ཟེར་བ་རེད་ཁོང་ཚོ་ཡིས། ཨནི་ཁོང་ཚོས་ཁོང་ཚོ་ཡིས་ལྟ་དང་པོ་དེ་ག་རེད་ཟེར་ན་ཇི་སྟེ་སྙིང་ནད་ལ་ལོངས་སྤྱོད་རྣམས་ཆོས་ཅན། བྱེད་པ་པོ་བློ་སྔོན་དུ་སོང་བ་ཡིན་ཏེ་སྡོད་ཅིག་སྡོད་ཅིག་སྡོད་ཅིག། སྡོད་ཅིག་སྡོད་ཅིག་ལས་ལ་འཇུག་པའི་ཕྱིར་དཔེར་ན་ལྟེའུ་བྱིན་ལེ་དང། ང་ཚོས་ཀྱིས་ལས་ཀ་ཞིག་བྱེད་ལས་ཀ་ག་འདྲ་ཞིག་ཡིན་ན་ཨནི། ཨནི་ག་ལི་ག་ལི་ད་ནི་ལས་ཀ་བྱུག་དུས་ཡ་ཞིག་ཡོད་ལ་དུས་དུས་ཀྱི་དུས།

དོན་བྱེད་ནུས་རྒྱུ་རང་འདི་དང་ཇི་དང་འདི་དང་གཅིག་པ་གཅིག་གི་དོན་བྱེད་ནུས་བའི་གི་ནི་བསམ་བློ་ཡོད་རྒྱུ་ཡོད་ཚད་ཚང་མ་ནི་དབང་ཕྱུག་གི་བྱས་བཞག་གི་རེད་ཟེར་བ་རེད་ཁོ་ཚོ་ཡིན་ན། འདི་ཡིན་པ་ལ་ནི་ནི་ནང་པའི་ནང་པའི་ནི་དགག་པ་སྐྱོན་ལ་ར་དགག་པ་ཏལ་ཏག་གནང་གི་སྒོ་ནས་དགག་པ་བྱས་པ་དེ་ལ་འདོད་པ་འགྲུབ་པའང་དཔེ་མ་ཐུབ་ཡང་ན་ཐེ་ཚོམ་ཟ་བ་ཡིན་ལ་རེད། ཁོ་ཚོ་ག་ཅིག་ད་དང་པོ།

འདི་དག་གསུམ་ཀ་དེ་ནས་དབང་ཆོས་སྡོད་མཁན་ཚོས་བཞག་དགོས་ར་ནི་ཁོ་རང་ཚོ་ཕྱི་རོལ་པོ་ཁ་ཤས་ཚངས་པར་སྡོད་མཁན་ནི་དེ་ཚོ་ཡང་ཡོད་ར་དེ་ཚོ་ཡི་གར་ཚེ་བོ་ཚོ་ནི་འཇིག་རྟེན་གནས་ལུགས་ལོངས་སྤྱོད་རྣམས་ཆོས་ཚན་ཞེས་པ་པོ་ཤེས་ནས་སྔོན་དུ་སོང་བ་ཡིན་ཏེ། སྡོད་ཅིག་སྡོད་ཅིག་ནི་ལས་ལ་འཇུག་པའི་ཕྱིར་ཡིན་ར་དེ་དུས་དེ་ནི་དབང་ཆོས་སྡོད་མཁན་ཚོས་ཁྱེད་ནི་ཁྱེད་ལོན་ཐུབ་དགོས་མ་རེད་ག་ཅེ་ན་ནི། ཁོ་ཚོ་ཁོ་ཚོ་སྔོན་ལ་ནི་དབང་ཕྱུག་གི་ཚང་མ་རང་དབང་ཕྱུག་གི་ཚང་མ་བྱེད་བཞག་གི་ཡིན་པ་ལ་འདི་ཡས་ནི་ཁས་ལེན་ཐུབ་ཀི་མ་རེད་ནི། བྱེད་པ་པོ་གཞན་ཞིག་ཡོད་པ་ཁོ་ཚོ་ཡི་ཁས་ལེན་ཐུབ་ཀི་མ་རེད། གལ་སྲིད་དབང་དབང་ཕྱུག་ཁོ་རང་ནི་ག་རེ་ཆོས་ཅན་ལ་བཞག་པ་ཡིན་ན་ཡང་ན་འདི་ཐེ་ཚོམ་ཟ་བ་རེད་ཟེར་བ་རེད། ནི་ཁོ་ཚོ་ཡི་གི་རྟགས་མ་གྲུབ་ཟེར་བ་ནི།

དབྱིབས་ཀྱི་ཁྱད་པར་ཅན། དབྱིབས་ཀྱི་ཁྱད་པར་ཅན་ལ་བཞག་པ་ཡིན་ན། ད་ནི་དེའི་རྩ་བ་ག་རེ་སྟེ་ངོ་སོ་ནི་བྱིན་རླབས་གཡོ་མེད་ཆེ་མཆོག་ཅན་དབྱིབས་སོགས་གཅིག་ར་རབ་གྲུབ་པ། དེ་ལས་བྱེད་སོགས་པོ་གང་ཡིན་དེ་ནི་རིགས་པ་ཉིད་ཡིན་ནོ་ཞེས་སོགས་བུམ། འདིས་ག་རེ་ཟེར་བ་ཚོ་ན་བུམ་པ་དང་ཁང་པ་ལ་སོགས་དང་ཁང་པའི་དབྱིབས་དེ་ཚོ་སྐྱེས་བུ་བྱེད་པ་རེད་ཟེར་ན་ནི་རྗེས་དེ་རྗེས་སུ་དཔོག་ཐུབ་ཀྱི་རེད་ཟེར་བ་ནི་དེ་རིགས་ཀྱི་རེད། ཡིན་ནའི་ད་ལྟ་ཁྱོད་རང་ཚོས་ཡོད་ནས་བརྟག་བྱ་རྒྱུ་དེ་ལ་ནི།

དེ་ཡི་སྐྱེས་བུ་བྱེད་པ་རེད་ཟེར་ནས་སྒྲུབ་ཐུབ་ཀྱི་མ་རེད་ཟེར་བ་རེད། དེ་ཚེ་སྒྲ་མཚུངས་པ་སྐྱེས་བུ། དབྱིབས་ཀྱི་སྒྲ་མཚུངས་པ་ཙམ་གྱི་སྐྱེས་བུ་བྱེད་པ་རེད་ཟེར་ན་དེ་ཧ་ཅང་ཕལ་དུ་འགྲོ་གི་རེད་ཟེར་བ། དེ་ཧ་ཅང་ཐུ་བ་རྩ་བ་དེ་དེ་ལྟར་མིན་ན་རྩ་མཁན་གྱི་བུམ་པ་ལ་སོགས་འཇིགས་པ་ཡིན། རྣམ་འགྱུར་འགའ་ཞིག་བྱེད་པའི་ཕྱིར། གྲོག་མཁར། ཡང་དེ་རྗེས་གྲུབ་ཆུ་ལེགས་དང། ད་ལྟ། བུམ་པ་ལ་སོགས་པའི་སོས་མཁན་གྱི་རྩ་མཁན་གྱི་ནི་བུམ་པ་ལ་སོགས་པའི་སོས་ནི་ཡོད་ལ། དེའི། གྲོ་ཁ་ན་ནི་མ་ནི་དེ་ཡིན་ས་རེད་དང། འབུ་སྲིན་ཅིག་གིས་ནི་དེ་ས་ཅིག་ཡིན་ན་ཅིག་ཡིན་ས་རེད་དང། དེ་ཚོ་ཡང་ནི་བུམ་པ་བཟོས་པ་འདི་གི་སྐྱེས་བུ་བྱེད་པ་སྐྱེས་བུ་བྱེད་པ་རེད་ཟེར་ནས་ནི་ཟེར་དགོས་པ་གྱི་རེད་ལབ་བ་རེད་ག་ཅེ་ནི། ནི་བྲག་ཁར་དེ་དང་ནི་བུམ་པའི་དབྱིབས་དང་དབྱིབས་གཡིམ་པ་འདྲ་མཚུངས་པ་ཡོད་རང་བྱེད་དང་སྐྱེས་བུ་བྱེད་དགོས་པ་སྐྱེས་བུ་བྱེད་རེད་ཟེར་ནས་ལབ་དགོས་པ་དེ་གི་རེད་ཟེར་བ་རེད་དེ་གི་མ་ལ་ནི་འདི་སྐབས་སུ་ཁོང་ཚོས་ཀྱི་ང་ཚོ་ལ་ཡང་ནི།